རྣམ་པ་སོགས་བཀྲ་ཤིས་ལེགས། དེ་རིང་ངས། ཞེ་ས་ཀྱི་རྣམ་བཞག་སྐོར་ལ། ཏོག་ཙམ་ཞུ་དགོས་དྲན་སོང། ག་རེ་ཟེར་ན། ད་དེང་སང། ང་ཚོ། དགོན་པ་ནང་ལ་ནི་རབ་ཏུ་འབྱུང་ངན་གྲྭ་བ་ཆུང་ཆུང་དེ་རིང་མང་པོ་ཡོང་གི་ཡོད་པ་རེད། ནི་ཁོ་རང་ཚོ་ད་ཞེ་ས་དེ་ལ་ད་ཅིག། ཞེ་ས་ཀྱི་སྐད་ཆ་བཤད་སྟངས་མ་ཤེས་ནས་ད་དེ། དཀའ་ལས་འདྲ་བོ་ཡོད་པ་ངས་མཐོང་སོང། དཔེར་ན། སོ་སོ་ཚོ་ལ་ཞེ་ས་བྱས་འདྲ་བོ་དང་དེ་འདྲའི། འདི་འདྲས་ཀྱིས་གཏོང་སོང། འདི་ལྷག་པར་དུ་ཡང་ང་ཚོ་དེང་སང་བོད་ཀྱི་སྐད་ཡིག་སྦྱང་མཁན་འདི་འདྲས་ཕྱི་རྒྱལ་བའི་མི་རིགས་མང་པོ་ཞིག་ཡོང་གི་ཡོད་པ་རེད་ཁོ་རང་ཚོས་ན་ཡང་ད་བཤད་ས་དེ། བཤད་ས་ད་བཤད་སྟངས་མ་ཤེས་ནས་ད་ངས་མང་པོ་ཞིག་གཏོང་མྱོང་རོགས། འདི་ངས་ཨིན་ཇིག་གི་ད་ཨིན་ཇི་འདྲ་བོ་དང་རྒྱ་མི་འདྲ་བོ་ཁོ་རང་ཚོར་ད། བོད་བོད་སྐད་འདི་འདྲས་བསླབ་ཡོང་དུས་སམ་ཡང་ཁོ་རང་ཚོས་བཤད་ས་གི་ད། ཚིག་འདི་འདྲས་སྦྱང་གི་ཡོད་ར་ཡང་ཁོ་རང་ཚོས་བཤད་ས་བེད་སྤྱོད་སྟངས་མ་ཤེས་པ་འདི་འདྲས་མཐོང་སོང། དེ་འདྲས་དུས་དེ་ནས་ངས་བཤད་ས་གི་ད་སྐོར་ལ། ཞེ་ས་ཀྱི་རྣམ་གཞག་སྐོར་ལ་ངས་ཏོག་ཙམ་ཞུ་དགོས་དྲན་སོང། དེ་ནས། ད་ཞེ་ས་དེ་དག་འཛམ་བུ་གླིང་ད་སྐད་རིགས་འགའ་རེ་འགའ་རེའི་ཐོག་ལ་ཡིན་པ་ན་ཡོད་པ་རེད། ཨ་ནི་ད་དབྱིན་ཇི་འདྲ་བོ་སྐད་ཡིག་འདྲ་བོ་ལ་མཚོན་པ་ཡིན་ན་ཁོ་རང་ཚོ་ནི་ད་ཞེ་ས་ཀྱི་ཚིག་དེ་པས་ལྟས་སུ་ཉུང་ཉུང་འདྲ་བོ་ཞིག་རེད་ད། ཨ་ནི་ཚིག་ཁ་ཤས་མ་གཏོགས་དེ་འདྲས་མི་འདུག་ཨ། ད་ང་ཚོའི་བོད་བོད་ཀྱི་བོད་ཀྱི་སྐད་ཡིག་འདི་ལ་ག་རེ་ཡོད་ཟེར་ན་ཞེ་ས་ཀྱི་ད་ཚིག་འདི་དཔེ་མི་སྲིད་མང་པོ་ད། མང་པོ་ཡོད་པ་རེད། དེ་ནས། ད་ཞེ་ས་ཀྱི་རྣམ་གཞག་དེ་ཤེས་པར་བྱེད་པ་ལ། གཉིས་ནང་ལ་འདུས་ཐུབ་ཀྱི་ཡོད་པ་རེད། མིང་ཚིག་དང་བྱ་ཚིག་གཉིས་ནང་ལ། བྱ་ཚིག་གི་ཞེ་ས་དང་མིང་ཚིག་གི་ཞེ་ས་གཉིས་ནང་ལ་འདུས་ཐུབ་ཀྱི་ཡོད་པ་རེད། སྤྱིར་བཏང་མིང་ཚིག་དང་བྱ་ཚིག་གཉིས་ནང་ལ། ད་སྐད་ཆ་ག་རེ་བྱིན་པ་ནས་འདི་ནང་འདུས་ཐུབ་ཀྱི་ཡོད་པ་ནང་བཞིན་གྱི་དེ་ནས། ད་ནི་ཞེ་ས་ཀྱི་རྣམ་གཞག་དེ་ལ་མིང་ཚིག་གི་ཞེ་ས་གཅིག་དང། ཨ་ནི་སྦྱར་ཚིག་གི་ཞེ་ས་གཉིས་ཡོད་པ་རེད། དཔེར་ན། གོ་བོ་ལའི་དེ་གོ་བོ་ལའི་གི་མིང་དེ་ལ་ནི་ཞེ་ས་ཐོག་ནས་ཨུ་ཨུ་ཟེར་ཞུ་གི་ཡོད་པ་ར། ཨ་ནི་ཨུ་དེ་ཨུ་ཟེར་དེ། མིང་ཚིག་མིང་ཚིག་གི་ཞེ་ས་རེད་སྦྱར་ཚིག་མ་རེད་བྱ་བ་བྱེད་ཀྱི་ཡོད་མ་ར། དཔེར་ན་ད། སྨྱུང་ཟེར་བྱོས་ར་ན་ཟེར་བྱོས་ར་ན་བ་དེ་བྱ་བ་ར། འདི་སོང་ཙང་ཨུ་སྨྱུང་ཟེར། ད་དཔེར་ན། སྦྱར་ཚིག་དང་མིང་ཚིག་ག་འདྲེ་རེད་ཟེར་ན་དང་པོ་སྔོན་ལ་ལྟ་ང་ཚོ། སྦྱར་ཚིག་གི་ཞེ་ས་དང་མིང་ཚིག་གི་སྦྱར་ཚིག་གར་སོ། ཞེ་ས་གི་མིང་ཚིག་དང་ཞེ་ས་གི་སྦྱར་ཚིག་མ་ཤེས་སྔོན་དེ་ལ་ནི། མིང་ཚིག་དང་སྦྱར་ཚིག་གཉིས་ཟེར་དེ་ང་ཚོ་སྔོན་ལ་ཧ་གོ་གི་ཡོད་པ་རེད། དཔེར་ན། མིའི་སའི་ཚིག་ཅིག་ཡོད་ར་དེའི་གར་ཟེར་ན་མིང་ཚིག་རེད་བྱ་བ་བྱ་བ་གན་ཅིག་ཡོད་མ་རེད་པས་ན་ཨ་ནི་གར་ཟེར་ན་ད་ཟ་འགྲོ་དེད་ཉལ་ལའི་དེ་ཚང་མ་རྒྱ་ཚིག་ཆགས་ཡོད་པ་རེད་རྒྱ་ཚིག་ཡིན་པའི་རྒྱ་ཚིག་དང་མིང་ཚིག་གི་ཁྱད་པར་ག་རེ་ཟེར་ན་རྒྱ་ཚིག་ཟེར་དེ་ཁོ་རང་དང་པོ་ནས་ཁོ་རང་ང་ཚོ་བློ་ལ་ཤར་ཡོང་དུས་ཁོ་རང་ག་ནས་ཤར་གི་རེད་ཟེར་ན་མགུལ་བདེ་བ་ཅིག་རྣམ་པ་ཅིག་ཤར་ཡོང་གི་ཡོད་པ་རེད་དཔེར་ན

དེ་ཚོ་ཚང་མ་རྒྱ་རྩིག་གི། རྒྱ་རྩིག་ཆགས་ཡོད་པ་རེད། དེ་ནས་མིང་རྩིག་གསལ་དེ་དག་ང་ཚོ་བློ་ལ་ཤར་བ་ཙམ་གྱིས་ག་རེ་ཟེར་ན། དགུ་བརྒྱུད་ཀྱི་རྣམ་པ་ཅིག་ཤར་གྱི་ཡོད་མ་རེད། དཔེར་ན། ཁང་པ་ལབ་སོང་ན་ང་ཚོ་དགུ་བརྒྱུད་ཀྱི་རྣམ་པ་ཤར་གྱི་མི་འདུག་ཨ། ཁང་པ། དཔེར་ན་ཀ་བ། དུག་ལོག། དཔེར་ན། ཟ་མ། ཨཱ་ནི་ལག་པ་རྐང་པ་ག་རེ་ལབ་པ་ནས་ཁོ་དགུ་བརྗོད་ཀྱི་རྣམ་པ་ཤར་གྱི་མི་འདུག་འོ་འདི་ཚོ་ལ། མིང་ཚིག་ཟེར་ལག་གི་ཡོད་པ་རེད། དེ་ནས་ད། མིང་ཚིག་དང་བྱ་ཚིག་ཟེར་ཏེ་ང་ཚོ་དང་པོ་མཁྱེན་པ་མཁྱེན་པའི་ཐོག་ནས་དེ་ནས་ད། བྱ་ཚིག་གི་ཞེ་ས་དང་མིང་ཚིག་གི་ཞེ་ས་དེ་ད་ག་རང་ལ། ཆགས་ཀྱི་ཡོད་པ་རེད། ད་ད་ལྟ་ང་ཚོ། ཞེ་ས་ཀྱི་རྣམ་བཤད་དེ་དཔེ་མི་སྲིད་གེ་ཆེན་པོ་ཆགས་ཀྱི་ཡོད་པ་རེད་ག་འདྲ་རེད་ཟེར་ན། ད་ང་ཚོ། ད་མི་དེ་ཚོ་ལ་ལུས་ངག་ཡིད་གསུམ་སྲུང་བྱེད་ངོ་ར། ད་ང་ཚོ་ད་ལྟ་ལུས་ཀྱི་སྒོ་ནས་ནི་གུས་འདུད་ཞུ་ཡོད། ང་ཚོ་ད་ཐར་མ་བྱ་ཡས་དང་ལུས་སྒུག་སྒུར་བྱེད་དེ་ཚོ་ནི་ལུས་ཀྱི་སྒོ་ནས་ཞེ་ས་འདྲ་བོ་ཆགས་ཀྱི་ཡོད་པ་རེད་ད་དེ་རེད། ཨ་ནི་ཞེ་ས་མ་རེད་ད་གང་ལྟར་གུས་ཞབས་བྱེད་སྟངས་ཆགས་ཀྱི་ཡོད་རེད་བ། དེ་ནས།

ཡག་པོ་བེད་སྤྱོད་བཏང་ཡོད་འོ་འདི་ལ་ཞེ་ས་ཟེར་གྱི་ཞུ་གི་ཡོད་པ་རེད། དེ་ནས་ད་ཞེ་ས་ཞུས་སྟངས་ནི་ག་ནེར་ཟེར་ན་ད། ང་ཚོ་གང་ཟག་དང་པོ་གཉིས་པ་གསུམ་པ་ཟེར་ཅི་དགོས་ཡོད་པ་ར། གང་ཟག་དང་པོ་གི་དང་པོ་ལ་ནི་རང་གིས་རང་ལ་ཞེ་ས་ཞུ་ཡོད་དེ་ད། ནོར་འཁྲུལ་བརྩི་གི་ཡོད་པ་རེད། ཞུ་ཡོད་ཀྱི་ལུགས་སྲོལ་ཡོད་མ་རེད། དེ་ནས་གང་ཟག་གཉིས་པ་གསུམ་པ། སུ་ལ་ཞུས་ན་འགྲིག་གི་ཡོད་པ་རེད། ད་གཙོ་བོ་དེའང་ད་གང་ཟག་གཉིས་པ་གསུམ་པ། གཉིས་པ་དང་གསུམ་པ་ལ་ཞུ་དགོས། དེ་ལས་དེའི་ནང་ནས་ཀྱང་རང་སོ་སོ་ལ་རྒན་པ་དེ་ལ་ཞེ་ས་ཞུ་ཡོད་ཀྱི་ལུགས་སྲོལ་ཡོད་པ་རེད། དཔེར་ན། བླ་མ། དགེ་རྒན། ཕ་མ། དེ་ནས་ད། དཔོན་པོ། ད་དེ་ནས་རང་ལས་རྒན་པ་དེ་ཚང་མ་ལ་དེ་ནས། གུ་ཤ་བཞོས་ཏེ་ལུགས་སོ་ཡོད་པ་རེད། དེ་ནས། ད་རང་ལས་མཉམ་པ་དང་རང་ལས་ཆུང་བ་ལ་གུ་ཤ་བཞུས་ན་འགྲིག་གི་རེད་འགྲིག་གི་མ་རེད་ཟེར་ནས་འགྲིག་གི་ཡོད་རེད། ཡིན་ན་ཡང་ད་ང་ཚོ་བོད་ཀྱི་སྤྱི་ཚོགས་ནང་ག་རེ་ཡོད་ཟེར་ན། རང་ལས་མཉམ་པ་དང་རང་ལས་ཆུང་བ་ལ་ད། ཞེ་ས་བཞུས་སྲོལ་དེ་ཙམ་ཤུགས་ཆེན་པོ་ཡོད་མ་རེད། ད་ཞེ་ས་དེ་ཚོ་རང་ལས་རྒན་པ། རང་ལས་ལོ་ཆེ་བ་ར་རང་ལས་དགུང་ལོ་མཐོ་བ་དེ་འདྲ་ལ་ཞེ་ས་ཞུ་དགོས་ཡོད་པ་རེད། ད་ལྟ་ན་ང་ཚོ་ཞེ་ས་ཟེར་ཚིག་ཅིག་ཡོད་ར། ཞེ་ས་ཟེར་ཚིག་དེ་ག་རེ་ཟེར་ན་ད་ང་ཚོ་མཁས་པ་དེ་ཚོ་གསུང་གནང་བྱས་པ་ཡིན་ན་ཨ་ནི་རྗེ་ས་ནས་ཞེ་ས་ཆགས་པ་རེད་ཟེར་ནས་གྱུར་པ་རེད་ཟེར་ནས་ཁོང་ཚོ་ད་མཁས་པ་དེ་ཚོ་ཁ་ཤས་གསུང་གི་ཡོད་པ་རེད། དཔེར་ན་ར་ཅོ་ཏོ་ཅཱ་ར་མོ་རྗེ། ཨ་ནི་རྗེ་ཟེར་གི་འདོན་སྟངས་དེ་ག་རེ་ཟེར་ན། གཙོ་བོ་དང་ཨ་ནི་གཙོ་བོ་དང་རྒྱལ་པོ་དང་ད་ཅིག་རང་ལས་ལྷག་པ་དེ་ཚོ་ལ་ད་ཅིག

ག་རེ་སྔོན་ལ་ཤར་ཤར་བྱས་འདུག་དེ་ནས་རིམ་པ་རིམ་པ་ཞུས་ཤག་ན་བསམ་སོང། དེ་ནས་ད་ང་ཚོ་བདག་གིས་གོང་དུ་ཞུས་པ་ནང་ཞེ་ས་དེ་ལ་ནི་བྱ་སྲིད་ཀྱི་ཞེ་ས་ཞིག་དང་མིང་སྲིད་ཀྱི་ཞེ་ས་གཉིས་ཡོད་པ་རེད། ད་དང་པོ་སྔོན་ལ་ནི། མིང་ཚིག་གི་ནི་བྱ་གར་ཟེར་བ་ཞེ་ས་དེ་ཞུས་པ་ཡིན་ན། ད་ད་ལྟ་མིང་ཚིག་གི་ཞེ་ས་དང་བྱ་ཚིག་གི་ཞེ་ས་གཉིས་ནང་ནས་མིང་ཚིག་གི་བྱ་ཚིག་གར་སའི་ཞེ་ས་དེ་ཏོག་ཙམ་ལས་སླ་བ་འདྲ་བ་ཞིག་རེད་དྲན་གྱི་ཡོད། ར་ནི་བྱ་ཚིག་དེ་ཏེ་ཏོག་ཙམ་ག་ལས་ཁག་པ། ད་དབྱིན་ཇི་སྐད་ལ་མ་སོང་ན་ག་ལ་བར་ད་དེ་ཞེ་ས་དེ་ཏེ་ཞེ་ས་གི་རྣམ་གཞག་བཟོས་ར་ད་ང་ཚོ་ཞེ་ས་བཤད་དེ་ཏེ complicated འདྲ་བ་ཅིག་ཏོག་ཙམ

འོག་ལ་སོགས་དེ་ནས་ད་ཞེ་ས། མིང་ཚིག་གི་ཞེ་ས། ཞེ་ས་གཅིག་དང་དེ་ནས་བྱ་ཚིག་གི་ཞེ་ས་གཉིས་ཡོད་པ་ན་ནི་ད་དང་པོ་དེ་ནི། མིང་ཚིག་གི་ཞེ་ས་དེ་ཚོ་སྔོན་ལ་ཞུས་པ་ཡིན་ན། ད་ང་ཚོ་དང་པོ་ང་ཚོ་འདི་ལ། གོ་བོ་སའི་ཚིག་ཅེས་པ་རོ། གོ་བོ་སའི་ཚིག་དེ་ལ་ནི་ཞེ་ས་ཞུས་པ་ཡིན་ན་ཨུས། ཨཱ་ནི་ང་ཚོ་སྐྲ། ཏྲ་ཟེར་བའི་ཚིག་དེ་ལ་ནི་ཞེ་ས་ཐོགས་ནས་ཨུ་ཏྲ་སི། དེ་ནས་འདི་ཕྱིར་ང་ཚོ་དོང་པ་ཟེར་རོགས་དོང་པ། ནི་དོང་པ་གི་ཞེ་ས་དེ་ལ་དེ་ནི་ཞལ་རས་སི། དེ་ནས་འདི་བྱས་ལ་མིག་གི་ཞེ་ས་དེ་ལ་ནི་སྤྱན་སི། ནི་སྣ་བུག་གི་ཞེ་ས་དེ་ལ་དེ་ནི་ཤངས་སི། དེ་ནས་ཁ་ཡི་ཞེ་ས་དེ་ལ་དེ་ནི་ཞལ་སི། དེ་ནས་སོ་ཡི་ཞེས་ས་དེར་དེ་ནས་ཚེམས་ཞུ་གི་ཡོད་པ་རེད་དཔེར་ན་སངས་རྒྱས་བཅོམ་ལྡན་འདས་ཀྱིས་ཚེམས་ཞུ་གི་རོ་དེ་ནས་ནང་བཞིན་དེ་ནས་ང་ཚོ་ལྕེ་གི་ཞེས་ས་དེར་དེ་ནས་ལྗགས་ཞུ་གི་ཡོད་པ་རེད་དེ་ནས་ང་ཚོ་ད་མགྲིན་པ་མགྲིན་པ་ཟེར་དེ་ཕར་ཁེར་བ་མགྲིན་པ་གི་ཞེས་ས་ལ་ནི་མགུལ་དེ་ནས་ང་ཚོ་ཁ་བཏགས་ལ་མགུལ་དར་ཞུ་གི་རོ་དེ་རྗེས་ལ་དེ་ནས་ལག་པ་གི་ཞེ་ས་དེ་ལ་དེ་ནི་ཕྱགས་ཞེས་ཞུ་གི་ཡོད་པ་རེད། དེ་ནས་རྐང་པ་གི་ཞེ་ས་ལ་དེ་ནི་ཞབས་ཞེས་ནི་ཞུ་གི་ཡོད་པ་རེད། ད་འདི་ཚོ་ཚང་མ་ག་རེ་ཟེར་ན་ང་ཚོ་ད་ལུས་པོ་གི་ཆ་ཤས་དང་འབྲེལ་བའི་ད་མིང་ཚིག་གི་ཞེ་ས་གི་ནང་ཞེ་ས་ཆགས་ཀྱི་ཡོད་པ་རེད། དེ་ནས་དེ་ནས་ནང་བཞིན་ད་ང་ཚོ་གང་ཟག་དང་འབྲེལ་བ་ཡོད་པའི་བཅའ་ལག་དེ་ཚོ་ཡོད་རོགས་ད་བཅའ་ལག་དེ་ཚོ་ལ་ཡང་ནི་ཞེ་ས་གི་ད་མིང་ཚིག་ཞེ་ས་གི་ད་མིང་ཡོད་པ་རེད་དཔེར་ན། ད་ཁང་པ་གི་ཞེ་ས་ལ་ནི་གཟིམས་ཁང་ཟེར་རོ་ར། དེ་ནས་ཨ་ནི་ཕྲེང་བ་གི་ཞེ་ས་ལ་དེ་ནི་ཕྱག་ཕྲེང་ཟེར། དེ་ནས་དུག་ལོག་གི་ཞེ་ས་ལ་ནི་ནམ་ས་ཟེར། དེ་ནས་དེ་ག་ནང་བཞིན་གྱི་ཞྭ་མོ་གི་ཞེ་ས་ལ་དེ་ནི་ང་ཚོ་གོ་ལ་ཞྭ་མོ་རྒྱོན་གོ་ར་ཞྭ་མོ་གི་ཞེ་ས་ལ་ཨུ་ཤ་ཟེར། དེ་ནས་ཁ་ལག་གི་ཞེ་ས་ལ་ཞྭ་ལགས། དེ་ནས་ང་ཚོ་སྤུན་མཆེད་ཀྱི་ཞེ་ས་ལ་ནི་སྐུ་མཆེད་ཟེར་ནས་ཞུ་གི་ཡོད་པ་རེད། ད་དེ་ནས་ནང་བཞིན་ད་འདི་ཚོ་ཚང་མ་གར་ཆགས་ཀྱི་རེད་ཟེར་ན། མིང་ཚིག་གི་ཞེ་ས་ཆགས་ཀྱི་ཡོད་པ་རེད། ད་བྱ་ཚིག་གི་ཞེ་ས། ད་དེ་ངས་གོང་དུ་ཞུས་པ་ནང་བཞིན་གོ་རྒྱུ་གྱི་རྣམ་པ་ཅན་གྱི་གཅིག་གོང་མོར་བ། ད་དཔེར་ན།

ག་ལེ་ག་ལེ་ཞུ་ཡས་ཡིན། ད་དེ་རིང་ཞུ་ཡས་དེ་ཚོ་དེ་སྟབས་བདེ་བོ་འདྲ་ཞིག་རེད་ད་སང་ཉིན་ནི་མ། ཏེ་ད་ཡང། ཏོག་ཙམ་ཡང་དཀའ་ལས་ཁག་པོ་དེ་འདྲ་ཡང་མ་ད་ག་ལེ་ག་ལེ་ཞིག་ནི་སང་ཉིན་ནི་མ། རིན་པོ་ཆེ་ཞུ་རྒྱུ་ཡིན། ལགས་སོ་དེ་ནས་དེ་རིང་འདི་གར་ཅིག་མཚམས་བཞག་ཡིན་དེ་ནས། རྗེས་སུ་ཡང་བསྐྱར་ང་ཚོ་མཇལ་ཡོང། ལགས་སོ་ཐུགས་རྗེ་ཆེ།